ཧྲ་ལི་མེ་བཟང་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་དེབ་ཕྲེང་གཉིས་པ་ཤོག་གྲངས་དྲུག་བརྒྱ་ཉི་ཤུ་རྩ་བཞི་ནི། ཐའེ་ཝན་དམངས་གཙོའི་ཡར་ཐོན་ཚོགས་པས་བོད་མིར་གདུང་སེམས་མཉམ་སྐྱེའི་གསལ་འཁོད་གསལ་བསྒྲགས་སྤེལ་བར་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་རེད་ས་མིག་མར། འདི་གར་ཐའེ་ཝན་བོད་ཀྱི་ཀུན་སྤྱོད་དོན་གཅོད་ཁང་ནས་ཏང་ནན་ནང་འཁོད་དོན། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་ཉི་ཤུ་ཉིན། སྔ་དྲོ་ཐེ་ཝན་བོད་ཀྱི་ཀུན་གཟིགས་དོན་གཅོད་ཟླ་བ་ཚེ་རིང་ལགས་དང། དྲུང་ཆེ་བསོད་ནམས་རྡོ་རྗེ་ལགས་གཉིས་ཀྱིས་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་ཚོགས་གཙོ་ལྕམ་སྐུ་ཚའེ་ཝིན་ལགས་དང་གྲོས་ཚོགས་འཐུས་མི། ལྕམ་སྐུ་ཤ་བོ་མའེ་ཅིན་ལགས་མཇལ་འཕྲད་ཞུས་ཏེ་གཙོ་བོ་ཉེ་ཆར ྋགོང་ས་མཆོག་གིས་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་གྲུབ་རྗེས་ཕྱོགས་གཉིས་ཀར་བསྩལ་བའི་གསུང་འཕྲིན་ཕུལ་བར་བརྟེན། ལྕམ་སྐུ་ཚའེ་ཡི་ལགས་ཀྱིས ྋགོང་ས་མཆོག་ལ་ཐུགས་རྗེ་ཆེ་ཞུ་རོགས་ཞེས་གསུངས་བ་མ་ཟད། ཁོ་མོ་ནི་ག་དུས་ཡིན་ཡང ྋགོང་ས་མཆོག་གི་བཀའ་སློབ་ལ་བརྩི་བཀུར་ཞུ་མཁན་ཞིག་ཡིན་གསུངས་ཡོད། དོན་གཅོད་ཀྱིས་ད་བར། ལྕམ། ཚའེ་ཡི་ལཱ་ནི། བོད་དོན་ཐོག་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས། རྒྱ་ནག་གུང་ཁྲན་ཏང་གིས་ཐོག་མར། བོད་མིར། དཔལ་འབྱོར་གྱི་ལྷུ་སྒྲིག། སྲིད་ཇུས་མགོ་བཙུགས་ཏེ། མཐའ་མ། བོད་སྲིད་ཡོངས་རྫོགས། དྲག་པོའི་སྲིད་དབང་འོག་ལྷུང་བ་དང། དེང་སྐབས་བོད་ནང་རྫ་དྲག་གི་གནས་སྟངས་འོག་བོད་མི་རྣམས་ཐབས་ཟད་འུད་སྟུག་གིས་རང་གི་གཅེས་པའི་ལུས་སྲོག་མེ་སར་བཏང་སྟེ་རྒྱ་ནག་གཞུང་ལ་ངོ་རྒོལ་བྱས་པའི་སྐོར་ངོ་སྤྲོད་གནང། ལྕམ་ཚའེ་ཡི་ལགས་ཀྱིས་ཐེ་ཝན་གྱི་དམངས་གཙོ་འཕེལ་རིམ་ངོ་སྤྲོད། བོད་ནང་དང་བཙན་བྱོལ་བོད་མིའི་གནས་སྟངས་སྐོར་ལ། བཀའ་དྲིན་གནང་བར་བདེན་སྤྱི་ནས་ཞིབ་ཕྲ་ངོས་འཕྲད་གནང་བ་མ་ཟད། ཐའེ་ཝན་ནང་བཙན་བྱོལ་བོད་མིའི་ཡིག་ཆ་ངོས་འཛིན་བྱ་ཕྱོགས་དང། བོད་མི་ཐའེ་ཝན་ནང་གཉེན་སྒྲིག་བྱེད་མཁན་སོགས་ཀྱི་ཐོངས་མཆན་ཐོག་འཕྲད་པའི་དཀའ་ངལ་སྐོར་གླེང་བརྗོད་གནང་བར། གྲོས་ཚོགས་འཐུས་མི་ལྕམ་ཤའོ་ལགས་ཀྱིས། ཐའེ་ཝན་གྲོས་ཚོགས་ནང་སྐྱབས་བཅོལ་བའི་ཁྲིམས་གཞི་གསར་པ་བཟོ་རྒྱུར་འབད་བརྩོན་ཞུ་རྒྱུ་དང། ཁྲིམས་གཞི་དེ་འདྲ་ཞིག་བཟོ་ཐུབ་པ་བྱུང་ན་འབྱུང་འགྱུར་བོད་མིར་རོགས་ཕན་བྱེད་ཐུབ་ཅེས་གསུངས་ཡོད། དུས་ཡུན་སྐར་མ་བཞི་བཅུ་ཞེ་ལྔ་རིང་ཕན་ཚུན་བཀའ་མོལ་ལྷུག་པོ་གནང་རྗེས། དམངས་གཙོ་ཡར་ཐོན་ཚོགས་པའི་སེམས་འགུལ་ལྷན་ཚོགས་ཤིག་བསྐོང་ཚོགས་གནང་བས། ཐོག་གྲོས་ཚོགས་འཐུས་མི་ལྕམ་ཤའོ་ལ་དང། དོན་གཅོད་ཟླ་བ་ཚེ་རིང་ལགས་ཀྱིས་གསལ་འགོད་པར་མཐུན་འཕྲིན་གནང་སྟེ། ཐོག་མར། དམངས་གཙོ་ཡར་ཐོན་ཚོགས་པའི་ཕྱོགས་ནས་དོན་ཚན་སུམ་ཅན་གྱི་བསྒྲགས་གཏམ་སྤེལ་དོན། དང་པོ། གོང་ས་མཆོག་གི་ཆབ་སྲིད་ཀྱི་མཛད་སྒོར་གནང་ཡང། ཆོས་གཞུང་དབུ་ཁྲིད་ཀྱི། མཚན་རྟོགས་ནས་མོས་མཐུ། གཞི་རྩའི་འགྲོ་བ་མིའི་ཐབས་དང་ཐེག་ཐུག་སྐུར། བསྐྱངས་དང་སྐྱོང་བཞིན་པ། བསྐྱངས་དང་སྐྱོང་བཞིན་ཡོད་པར། དམངས་གཙོའི་ཡར་ཐོན་ཚོགས་པས། དམངས་གཙོའི་ཡར་ཐོན་ཚོགས་པའི་ཕྱོགས་ནས་ཡི་རངས་ཞུ་རྒྱུ་དང། དུས་མཚུངས ྋགོང་ས་མཆོག་གིས་རྒྱུན་དུ་ཐའེ་ཝན་གྱི་དམངས་གཙོ་འཕེལ་རིམ་དང་ཐའེ་ཝན་ནང་བྱུང་བའི་ཐའེ་ཝན་ནང་འབྱུང་བའི་གནོད་འཚེའི་བྱུང་སྐབས་ཐེ་བའི་མི་མང་སོགས་ལ་ཐུགས་ཁུར་མཛད་པར་ཐུགས་རྗེ་ཆེ་ཞུ། གཉིས་པ། འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ནི་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་རྩ་བའི་ལངས་ཕྱོགས་ཤིག་ཡིན་པས། གཞུང་འཛིན་དང། ཤོག་ངོ་ཚོགས་པ་གང་གིས་གནས་བབ་བཟུང་ཡང། དམངས་གཙོ་དང་འགྲོ་བ་མིའི་ཐབ་ཐང་སྲུང་སྐྱོབ་བྱ་རྒྱུ། ལྷག་དོན་ཐའེ་ཝན་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་བཅད་པའི་རྒྱུད་རིམ་ན། རེ་བར་གོང་གསལ་ཆ་རྐྱེན་དེ་ཚོ་འཚོལ་ཐབས་བྱ་རྒྱུ། གསུམ་པ། དམངས་གཙོ་ཡར་ཐོན་ཚོགས་པས། དམངས་གཙོ་ཡར་ཐོན་ཚོགས་པ་ནི། ཕྱུག་འགྱུར་ཚོགས་པ་ཆེ་ཤོས་ཡིན་པའི་ཆ་ནས། གོང་སྨྲས་ཏང་གཞུང་འཛིན་པར་འབོད་སྐུལ་ཞུ་རྒྱུར། རྒྱ་ནག་གི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་ཐད་ངག་བཏབ་ནས་སྡོད་རྒྱུ་མེད་པ་དང། དུས་མཚུངས། གོ་མིན་ཏང་གཞུང་འཛིན་ནི་རྒྱ་ནག་གིས་བོད་ཐོག་དྲག་གནོན་བྱས་དང་བྱེད་མུས་ཡིན་པར་སྐྱོན་བརྗོད་བྱེད་དགོས་ལ། གཞན་ཡང། བོད་མི་འགྲོ་བ་མིའི་ཐོབ་ཐང་དང་རྒྱ་ནག་གི་དམངས་གཙོ་འཕེལ་རྒྱས་གཏོང་བར་ཐུགས་ཁུར་བྱེད་དགོས་ཅེས་འཁོད་ཡོད། མཇུག་ཏུ་སེང་གོལ་པས། བོད་ནང་གི་ད་ལྟའི་བཟའ་ཟླ་གནས་སྟངས་སྐོར་གྱི། དྲི་བ་ཁག་ལ་དོན་གཅོད་ཟླ་བ་ཚེ་རིང་ལགས་ཀྱིས་ལན་འདེབས་དང། གསལ་བཤད་གནང་ཡོད་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བར། རང་ལུས་མེར་སྲེག་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་འདེམས་ཁྲི་གཉིས་པ་ཤོག་གྲངས་ལྔ་བརྒྱ་ཉི་ཤུ་རྩ་ལྔ་ནི། བོད་མིའི་ཚེ་སྲོག་གི་གླིང་བའི་བོད་དོན་བརྩམས་དོན་དབུ་འབྱེད། འདོན་སྤེལ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག། ད་རེས་ཕྱོགས་པར་གངས་སྐྱིད་སྤྱི་ཐབ་ཚོགས་ཁང་དུ། སྤྱི་འཐུས་ཚོགས་གཞོན་མཆོག་གིས་བོད་མི་ཚེ་སྲོག་གིས་བརླིང་བའི་བོད་དོན་སྒྲུབ་ཕྱོགས་ཞེས་པའི་དཔེ་སྟོན་དབུ་འབྱེད་དང་འབྲེལ། བོད་པའི་རྩོམ་པ་པོ་ཚོས་རྒྱ་ནག་གི་འཁྱོག་བཤད་ལ་ཐེར་འདོན་བྱས་ཏེ། དངོས་ཡོད་གནས་ཚུལ་ལོ་རྒྱུས་དེབ་ཐེར་ནང་འགོད་སྐབས་ཆེད་སྐོར་གསུངས་སོང། ད་རེས། ཕྱི་ཚེས་ཉེར་གསར་བཞེངས་ཉིན་གྱི་ཤོག་པའི་ཆུ་ཚོད་དགུ་དང་ཕྱེད་ཀའི་སྟེང་གངས་སྐྱིད་སྤྱི་ཐབ་ཚོང་ཁང་དུ་གསེར་འགོད་པ་བཀྲ་ཤིས་བདེ་ལེགས་དང། འཇིགས་བྲལ་བསྟན་འཛིན་གཉིས་ཀྱིས་རྩ་འཛུགས་བྱས་པའི་བོད་པའི་ཚེ་སྲོག་གི་གླེང་བའི་བོད་དོན་སྒྲུབ་ཕྱོགས་ཞེས་པའི་དཔེ་སྟོན་དབུ་འབྱེད་མཛད་སྒོ་སྟབས་བདེ་ཞིག་ཚོགས་སོང། མཛད་སྒོའི་སྐུ་མགྲོན་གཙོ་བོ། བོད་མི་མང་སྤྱི་འཐུས་ཚོགས་གཞོན་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང། སྐུ་མགྲོན་དུ་གདན་ས་བཀའ་བློན་དྲུང་ཆེ་དངོས་གྲུབ་མཆོག། གཞན་གསེར་འགོད་པ་བཅས་མཉམ་ཞུགས་གནང་འདུག་མཛད་སྒོའི་ཐོག་མར་བོད་ཀྱི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམ་པར་མྱ་ངན་གུས་འདུད་ཞུས་རྗེས། སྤྱི་འཐུས་ཚོགས་གཞོན་མཆོག་གིས་དཔེ་དེབ་དབུ་འབྱེད་དང་སྦྲགས་དཔེ་དེབ་རྩོམ་སྒྲིག་དཔེ་སྐྲུན་རྣམ་པར་བསྔགས་བརྗོད་དང་ལྷག་པར་དུ་བོད་རྒྱའི། གནད་དོན་ཐད་ཞིབ་འཇུག་རང་བཞིན་གྱི་རྩོམ་ཡིག་དང་དཔེ་དེབ་འགྱུར་གལ་ཆེ་སྐོར་གྱི་གསུང་བཤད་གནང་ཡོད། གསུང་བཤད་གནང་གསུང། སྐབས་དེར། རྩོམ་སྒྲིག་པ་འཇིགས་བྲལ་བསྟན་འཛིན་ལགས་ཀྱིས་དཔེ་དེབ་དེ་རྩོམ་སྒྲིག་དཔེ་སྐྲུན་ཞུ་དགོས་པའི་རྒྱུ་མཚན་སྐོར་ངོ་སྤྲོད་གནང་བ་ལྟར་ན། བོད་མིའི་ཚེ་སྲོག་གིས་བརླིང་བའི་བོད་དོན་སྒྲུབ་ཕྱོགས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཤེལ་དགུ་ནས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཞེས་པའི་བརྗོད་གཞི་འདི་བླངས་པའི་ཐོག་ནས་འདས་པའི་མི་ལོ་དྲུག་ཅུ་རེ་གསུམ་ལ་ཉེ་བའི་རིང་བོད་མི་ལུས་སྲོག་ལོངས་སྤྱོད་དང་བཅས་པ་ག་རེ་བྱས་ནས་བློས་གཏོང་གི་ཡོད་པ་སོགས་མདོར་ན། བོད་མི། ཁྲག་དང་མིག་ཆུ་འདྲིས་པའི་བོད་ཀྱི། དོན་དངོས་བྱུང་རབས་ལ་ཕྱི་ལྟ་དང། ལོ་རྒྱུས་ཀྱི། གནད་དོན་དེ་དག་ལ། བསམ་ཞིབ་བྱེད་པའི་ཐོག་ནས་བོད་ཀྱི་རྩ་དོན་ཟེར་བ། གང་ཡིན་པ་དང་ཡུན་རིང། གཞོན་དམངས་ཁ་བྲལ་དང། དཀའ་སྡུག། གནོད་སྐྱོན་མྱོང་བཞིན་པའི་བོད་མི་དམངས་ཀྱི་དགོས་འདུན་གང་ཡིན་པ་དེ་སྒྲུབ་ཐུབ་ཆེད་གོམ་པ་མདུན་དུ་སྤོ་བར་མཁོ་བའི་བསམ་ཚུལ་དང་ཐབས་ལམ་སྐོར་ཅིག་སྟོན་བསྡུ་བྱེད་འདོད་པ་དེ་ཡིན་པས། གཞི་རྒྱ་ཆེ་བའི་བརྗོད་གཞི་དེའི་ཐོག་བོད་མིའི་སྤྱི་ཚོགས་ཀྱི་གནད་དོན། མི་སྣ་དང། དོ་སྣང་ཅན་དག་གིས་དགོངས་ཚུལ་དང་འཆད་རྩོམ་འདི་དག་བསྡུ་ལེན་བྱས་པ་ཡིན། དེར་བརྟེན། བོད་མིའི་ཚེ་སྲོག་གི་གླེང་བའི་བོད་དོན་སྒྲུབ་ཕྱོགས། ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུཕྱི་ལོ་གཉིས་སྟོང། བཅུ་གཉིས་ཞེས་པའི་དཔེ་དེབ་འདིས། བོད་དོན་འཐབ་རྩོད་བྱེད་ཕྱོགས་ཐད་དགོངས་བཞེས་གནང་རྒྱུ་ཅུང་ཟད་ཕན་རེ་ཡོད་དོན་འདུག། ཁོང་གིས་མུ་མཐུད་དུ། མ་འོངས། རྩ་དོན་སྒྲུབ་ཕྱོགས་ཐད་ཀྱི་བརྗོད་གཞི་ཁག་གི་ཐོག་མུ་མཐུད་ནས་ཞིབ་འཇུག་རང་བཞིན་ལྡན་པའི་དགོངས་ཕྱིར་བསྡུ་ལེན་བྱ་རྒྱུ་ཡིན་པ། རྩེ་ཕུད། རྩོམ་ཡིག་ཁག་ལ་བྱ་དགའ་དང་ཞིབ་འཇུག་རང་བཞིན་ལྡན་པའི་རྩོམ་ཡིག་ལ་བསམ་ཡོན་འབུལ་ཐུབ། བྱེད་རྒྱུ། མདོར་ན། མུ་མཐུད་ནས། བོད་དོན་འཐབ་རྩོད་བྱེད་ཕྱོགས་ཐད། ཁྱོན་ཡོངས་ནས། དགོངས་པ་བཞེས་རྒྱུའི་ཆ་རྐྱེན་དུ། འགྱུར་ངེས་པའི་ལས་དོན། བརྩམ་འཆར་ཡོད་སྐོར། བརྗོད་སོང། མཐར། སྤྱི་འཐུས་ཚོགས་གཞོན་མཁན་པོ་བསོད་ནམས་བསྟན་འཕེལ། ལགས་ཀྱིས། དཔེ་སྟོན་པོ་མཇལ་དང་འབྲེལ་བའི་གསུང་བཤད་ཀྱི་ཐོག་མར། བརྩམས་སྒྲུང་པ་ཁོང་གཉིས་ཀྱིས་བོད་མིའི་ཚེ་སྲོག་གིས་བརླིང་བའི་བོད་དོན་སྒྲུབ་ཕྱོགས། ཞེས་པའི་བརྗོད་གཞིའི་སྟེང། བཙན་བྱོལ་ནང་གི་གནད་ཡོད་མི་སྣ་དང་རྩོམ་པ་པོ་ཁག་ཅིག་བཅས་ཀྱིས། རྩོམ་ཡིག་བསྡུ་ལེན་དང་དཔེ་སྐྲུན་གྱིས་བཙན་བྱོལ་སྤྱི་ཚོགས་ནང་དཔེ་དེབ་འདི། མགྲིན་པའི་བཅས་པར་བསྔགས་བརྗོད་དང་དེ་བཞིན་རྒྱ་དམར་གྱིས་བོད་ལ་བཙན་འཛུལ་བྱས་པ་ནས་ད་ལྟའི་བར། རྒྱ་ནག་གི་དབང་སྒྱུར་འོག་བོད་མིའི་ཚེ་སྲོག་ཤོར་བའི་གྲངས་ཚད་ཧ་ཅང་ཆེན་པོ་ཡིན་པ་དང། དཔལ་འབྱོར་གྱི་གནས་སྟངས་དང། མིའི། རྣམ་དཔྱོད། མི་ཡི་རང་དབང་སོགས། ཕྱོགས་གང་ནས་བལྟས་ཀྱང། བོད་མི་ཚོར། གུན་གསུམ་བྱ་ཐབས་མེད་པའི་གྱོང་གུད་ཅིག། ཐེབས་ཡོད་པར་བརྗོད་སོང། ཁོང་གིས་མོས་ཐུག་གསུང་དོན་ཕྱི་ལོ་ཉིས་སྟོང་གཅིག་ཙམ་ནས། བོད་མིའི། ཕྱི་ལོ་ཉིས་སྟོང་གཅིག་ཙམ་ནས་བོད་རྒྱའི་འབྲེལ་མོལ་བསྐྱར་གསོ་ཞིག་བྱུང་ཡོད་ཀྱང། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་རེ་བ་བྱས་པ་ནང་བཞིན་ཕར་ཞོག་དེ་ཡི་ཟུར་ཙམ་ཟུར་ཙམ་ལའང་སླེབས་ཐུབ་ཀྱི་མེད་པ་མ་ཟད། བཙན་བྱོལ་བོད་ཀྱི་ལས་དོན་དང་སེམས་ཤུགས་ལྷག་བསམ། གཉེན་སྟབས་སོགས་ལ། སྒྲོལ་དཀོར་གྱི་རྣམ་པ་རྐྱང་བརྗོད་དེ། གཞི་རྩའི་ཐོག་ནས་ཏཱ་ལའི་རུ་ཚོགས་ཁ་བྲལ་རིང་ལུགས་སོགས་ཀྱི་ཁ་རྡུང་གཏོང་བ་དང། ཕྱི་ལོ་ཉིས་སྟོང་བརྒྱད་ལོ་ཞི་རྒོལ་ལས་འགུལ་ལའང་གདོང་གཅོག་འཕྲོག་བསགས་ཀྱིས་བསྙོན་འཛུགས་བྱས་ཡོད་པ་དང། ད་ལྟའི་རང་ལུས་མེར་སྲེག་གི་ལས་འགུལ་ལ་ཡང། འཇིགས་སྐུལ་རིང་ལུགས་པའི་རྣམ་པ་ཞིག་གི་ཐད་ནས་དྲིལ་བསྒྲགས་བྱེད་ཀྱི་ཡོད་པ་སོགས་ནི། རྒྱ་ནག་གི་རྩོམ་པ་པོའམ་མི་རེ་ཟུང་གི་བསམ་ཚུལ་མིན་པར། རྒྱ་ནག་གཞུང་འབྲེལ་ཐོག་དྲིལ་བསྒྲགས་བྱེད་ཀྱི་ཡོད་པ་ཞིག་ཡིན་སྟབས། ད་ལྟའི་ཆར་དངོས་ཡོད་ལ། ཞིབ་འཇུག་དང་གནས་ཚུལ་མཁོ་སྒྲུབ། ཉམས་ཞིབ་སོགས་བྱས་ཏེ་དེབ་ཐེར་ནང་འཁོད་རྒྱུ་ནི་ད་ལྟའི་འཐབ་རྩོད་དང་འབྱུང་འགྱུར་གྱི་མི་རབས་ཚོའི་ཆེད་དུ་ཧ་ཅང་གལ་ཆེན་པོ་རེད་ཅེས་གསུངས་སོང། བོད་མིའི་ཚེ་སྲོག་གི་གླིང་མིག་བོད་དོན་སྒྲུབ་ཕྱོགས་ཕྱི་ལོ་ཉིས་སྟོང། ཕྱི་ལོ་ཆིག་སྟོང་དགུ་བརྒྱ། ཞིབ་ཕྱི་བྱེད་སྒོ་ཕྱི་ལོ་ཉིས་སྟོང་བཅུ་གཉིས་ཞེས་པའི། དཔེ་དེབ་འདི་ལ་ཤོག་གྲངས་ཉིས་བརྒྱ་སུམ་བཅུ་སོ་བདུན་འདུག་ལ། བརྩམས་ཡིག་རྣམས་གོང་ས་མཆོག་ཐོག་མར་རྒྱ་གར་དུ་སྐྱབས་བཅོལ་ལ་འབྱོར་སྐོར་གྱི་གསལ་འགོད་གསལ་བསྒྲགས་དང་གསུང་བཤད། གལ་གནད་ཆེ་བའི་རིགས་དེ་བཞིན། བཀའ་བློན་ཁྲི་ཟུར་འཇུ་ཆེན། ཐུབ་བསྟན་རྣམ་རྒྱལ་མཆོག་གིས། ལྔ་བཅུའི་དུས་དྲན་ཚོགས་ཆུང་ལ་ཕུལ་བའི་སྙན་ཞུ་དང། བཀའ་བློན་ཁྲི་ཟུར་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་གྱིས་བྲིས་པའི་བོད་མིའི་བསམ་བློ་གཅིག་མཐུན་གྱི་རྒྱལ་གཅེས་ཁྲིམས་གཏོགས་ཀྱི་ཐབས་དང་རྩོད་དགོས་ཞེས་པར་བཀའ་བློན་ཁྲི་ཟུར་བསོད་ནམས་སྟོབས་རྒྱལ་ལགས་ཀྱིས་བྲིས་པའི། བོད་པའི་གཞུང་ནུས་པ་ལྡན་པ་ཞིག་བོད་པས་བྱེད་དགོས་ཞེས་པ་ད་ལྟའི་བཀའ་བློན་ཨོ་ད་ལྟའི་བཀའ་ཁྲི་བློ་བཟང་སེང་གེ་མཆོག་གིས་བྲིས་པའི་འབར་བཞིན་པའི་བོད་ནང་གི་མེ་ལྕེ་སོགས་རྩོམ་པ་པོ་དང་ཆབ་སྲིད་ཉམས་ཞིབ་པ་བཅས་ཀྱིས་བརྩམས་ཡིག་ཉི་ཤུ་ལས་གྲུབ་འདུག་ལ། དཔེ་དེབ་དེ། ཨ། དཔེ་དེབ་འདི། རིན་མེད་ཐོག། འབྲི་སྤེལ་བྱེད་རྒྱུ་ཡིན་འདུག། གསལ་འགོད་པ། བན་དེ་སྐྱབས། ཡོང་ཁུངས་བོད་ཀྱི་དུས་བབ་དྲ་བ། མགོ་ལོག་ཆིག་སྒྲིག་སོག་རི་མ་ནི། ལོ་སེར་མྱ་ངན་གྱི་རོལ་ཚུལ། ཆུ་འབྲུག་ལོ་སེར། ཚེས་གཅིག་ཉིན། ཕྱི་ལོ་ཉིས་སྟོང། བཅུ་གཉིས་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཉིན། ཆིག་སྒྲིལ་རྫོང། སོག་རི་མ། ཡུལ་ཚོའི། ལྕམ་དག། ཇོ་ནང་དགོན་པའི་ནང། སེར་སྐྱ། སུམ་བརྒྱ་ལྷག་མཉམ་འཛོམས་ཀྱིས། གོང་ས་མཆོག་དང་རྒྱལ་བ་ཀརྨ་པ་སོགས་ཀྱི། ཞབས་བརྟན་དང་དེ་བཞིན་དུ། རྒྱལ་གཅེས་དཔའ་བོ་དཔའ་མོ་ཚོའི་ཆེད་དུ་སོག་པའི། དུས་ཚོད་བརྒྱད་ནས་ཆུ་ཚོད་བརྒྱད་པ་ནས་ཕྱི་དྲོ་ཆུ་ཚོད་ལྔ་པ་བར་དུ་བཟའ་བཅའ་སྨོན་ལམ་སོགས་གསུངས་ཡོད་འདུག་ལ་དེ་བཞིན་དུ་དཔལ་ཡུལ་ཚོས། དཔལ་ཡུལ། བོ་ཐང་དགོན་དང། སྨིན་ཐང། ཡུལ་ཚོ། སྨིན་ཐང་དགོན་སོགས་ཀྱི་སྐྱབས་མགོན་རྒྱལ་བ་རིན་པོ་ཆེའི་ཞབས་བརྟན་དང། བོད་སྤྱིའི་བསྟན་སྲིད་ཞབས་རིམ་བསྒྲུབས་ཡོད་པའི་གནས་ཚུལ་ཐོན། ཆིག་སྒྲིལ་རྫོང་གི་ཤིང། དེ་ཚོ་ཁ་སྔས་ཀྱང། ལུས་སེར་བྱེད་མེད་ལ། གཤོག་པ་ཀྱང་སྤར་མེད། ཡོད་ཚོ། འགའ་རེས་རྒྱལ་བ་རིན་པོ་ཆེ་བོད་ལ་ཕེབས་དགོས། བོད་ལ་རང་དབང་དགོས་ཞེས། ཡིག་ཆེན་སྦྱར་བའི་གནས་ཚུལ་ཡང་ཐོན། མདོར་ན། ཕྱི་འབྲུག་ལོར། སྡེ་དགོན་ཚང་མས་ལོ་སེར་བྱས་མེད་ལ། དགོན་པ་སོ་སོས་ཆོས་ཀྱི་བྱ་བ་མ་གཏོགས་ལོ་སེར་རྒྱས་སྤྲོས་ཀྱི་རྣམ་པ་བྱུང་མེད་པ་གསལ་པོ་ཡིན། གནས་ཚུལ་ཐོན་གསལ་ལྟར་ན། ཕྱི་ལོ་ཉིས་སྟོང་བཅུ་གཅིག། ལོར། བོད་བསྟན་པ་ཆབ་སྲིད་ཆེད་རང་ལུས་མེ་སྲེག་བཏང་བའི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ལ། གདུང་སེམས་མཉམ་སྐྱེ་ཆེད། མགོ་ལོག་ཁུལ་དང། རྨ་ཆེན་རྫོང། དགའ་ལྡན་རྫོང། དར་ལག་རྫོང། གཅིག་སྒྲིག་རྫོང། པད་མ་རྫོང་བཅས་ཀྱི་བོད་མི་རྣམས་ཀྱིས། ཕྱིན་དྲུག་བོད་ཀྱི་ལོ་སར་སྟངས་སྨྲས། བོད་ཀྱི་ལོ་སར་སྐབས་དཀར་མཛེས་ཉེ་འཁོར་ཡུལ་ཚོ་རུ་རྒྱ་གཞུང་ལ་ངོ་རྒོལ་བྱས་པ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་ཉེར་གསང་ཉིན་ཏེ། བོད་ཕྱི་འབྲུག་ལོའི་ལོ་སར་དང་སྟབས་བསྟུན་ནས། བོད་ཁམས་དཀར་མཛེས་རྫོང། བོད་ཁམས་དཀར་མཛེས་རྫོང་ཁོངས་ཉེ་འོག་ཡུལ་ཚོ། རུ་རྒྱ་གཞུང་གིས་ད་ལྟའི་བོད་དོན་འཛིན་པའི་ཁྲག་དྲི་བྲོ་བའི་སྲིད་བྱུས་ལ་ངོ་རྒོལ་སྐད་འབོད་དང། གཙིགས་རྐྱང་དང་བློས་གཏོང་སོགས་ལ་སྦྱར་ཡིག་རྗེས་འགྲེམས་ཀྱིས་ལས་འགུལ། ཉིན་གྲངས་ལྔ་ཡི་རིང་སྤེལ་ཡོད་པ་མ་ཟད། ལོ་སེར་ཉིན་གཅིག་གི་ཉིན། ལོ་སེར་ཚེས་གཅིག་གི་ཉིན། ནེའུ་ཡོག་ཡུལ་ཚོའི་རྒྱ་གཞུང་གི་ལས་འགུལ་རྣམས་ཀྱིས་ལོ་སེར་སྤྲོ་སྐྱིད་ཀྱི་རྣམ་པ་མཚོན་བྱེད་དུ། ཤུག་པ་ཕོན་ཆེན་སྤེལ་བཞིན་པའི་སྐབས་སུ། ནེའུ་ཡོག་ཡུལ་ཚོའི་ཉེ་འཁོར་དུ་ཡོད་པའི། བོད་མི་ཚོས་ངོ་རྒོལ་སྐད་འབོད་ཤུགས་ཆེན་བྱས་པར་བརྟེན། ཤོག་པ་དཔར་མཚམས་འཇོག་དགོས་བྱུང་ཡོད་འདུག་རྒྱ་ཡིག་ཁག་གི་ནང་དོན་གཙོ་བོ་བོད་ལ་རང་དབང་དགོས་གོང་ས་མཆོག་སྐུ་ཚེ་ཁྲི་ལོ་བརྟན་པར་ཤོག་ཅེས་སོགས་འཁོད་ཡོད་པ་དང། སྐབས་དེར་རྒྱ་གཞུང་གིས་བོད་མི་འཛིན་བཟུང་བཙོན་འཇུག་སོགས་ཀྱི་གནས་ཚུལ་བྱུང་མི་འདུག། ལོ་སར་ཚེས་གཅིག་ཉིན་གསེར་རྟ་རྫོང་ཁོངས་སུ་བོད་མི་ཞི་རྒོལ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་གཅིག་ཉིན་གསེར་རྟ་བླ་རུང་སྒེར་གྱི་དུར་ཁྲོད་དུ་སེར་སྐྱ་མི་མང་འདུ་འཛོམས་ཀྱིས་ཉེ་ལམ་གསེར་རྟ་རྫོང་ཐོག་ཏུ་རྒྱ་གཞུང་ལ་ཞི་བའི་ངོ་རྒོལ་སྐབས། རྒྱ་དམར་གྱིས་དམར་ཤོག་བཏང་བའི་རྒྱལ་གཅེས་དཔའ་བོ་ཟླ་བ་གྲགས་པ་ལགས་སུ་ཉེས་ངན་བསྔོ་སྨོན་གནང་ཡོད་འདུག་བསྔོ་སྨོན་སྐབས་སྐུ་ཕུད་ཆེན་པོ་ཞིག་གི་འོག་ཏུ་ཨའོ། བསྔོ་སྨོན་སྐབས་འདྲ་པར་ཆེན་པོ་ཞིག་གི་འོག་ཏུ་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ། དང་པོས་ཚེས་ཉི་ཤུ་རྩ་བཞི་ཉིན་བོད་རང་དབང་གི་ཆེད་དུ་སྐུ་སྲོག་ཤོར་བའི་མདོ་ཁམས་གསེར་རྟའི་རྒྱལ་གཅེས་དཔའ་བོ་ཟླ་བ་གྲགས་པར་ཐུགས་རྗེ་འཛིན་པར་ཞུ་ཞེས་འཁོད་ཡོད་པ་རེད། ཡང་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་ཏེ་བོད་ཕྱི་འབྲུག་ལོའི་ལོ་སར་ཚེས་གཅིག་ཉིན། བོད་ནང་གི་ཤོག་པའི་ཆུ་ཚོད་དྲུག་པ་ཙམ་ལ། གསེར་རྟ་རྫོང་ཁལ་ཀོའི་ཤང་ཐོག་ཏུ་སེ་ར་དགོན་པའི་སྤྲུལ་སྐུ་བསྟན་རྒྱམ་སོགས་མི་དྲུག་གིས་རྒྱ་ནག་གཞུང་ལ་ངོ་རྒོལ་བྱས་པ་དང། དེའི་རྗེས་སུ་མི་ཇེ་མང་ལ་སོང་བར་བརྟེན། དགུན་ཆོས་སྡེ་བ་དང། ཚད་གཞིར་བདེ་བ། ལྟ་གཞིར་བདེ་བ་སོགས་ཀྱིས་བོད་མི། བོད་མི། སེར་སྐྱ། དྲུག་ཅུ་བརྒལ་བའི་ཤི་སྒོར་བྱས་འདུག་ཁོང་ཚོ་ཁོང་ཚོའི་ལག་ཏུ་བོད་ཀྱི་རྒྱལ་དར་དང་འཕྲེད་དར་ཆེན་པོ་ཞིག་གི་སྟེང་དུ་སྔ་ལོ། མེ་གསར་བཏང་བའི་བོད་མི་རྣམས་ཀྱི་མིང་སོགས་བྲུས་ཏེ། ཁོང་ཚོའི་ལོ་སར་མི་གཏོང་བ། དེ་དག་གི་ཆེད་ཡིན་པ་དང། ལས་འགུལ་འདི་ཡང་ཤི་བའི་ངོ་རྒོལ་རང་ཡིན་པ་སོགས་བྲིས་ནས་ཁྱེར་ཡོད་འདུག་དང་པོ། ཁྱེད་རྒོད་ཤང་གི་ལས་ཁུངས་དགུ་རུ་ཚུགས་ཏེ་གོང་ས་མཆོག་གི་ཞབས་བརྟན་གསོལ་འདེབས་བསྐྱུར་བ་དང་དེ་ནས་ཁྲམ་བཀོར་བྱས་ཡོད་འདུག། ཉེར་བསྡོགས་དཔེ། སྡེ་པ་སོ་སོའི་གཞི་རིམ་འགོ་ཁྲིད་ལ་བཀའ་བཏང་ནས་གནས་ཚུལ་དེ་ཕྱི་འཇགས་སུ་འགྲོ་ཐབས་བྱས་ཡོད་འདུག་ལ། ཁོང་ཚོས་པར་བརྒྱབ་པ་ལས་སྐབས་ཐོག་དེར་མི་འཛིན་བཟུང་བྱས་པ་སོགས་ཀྱི་གནས་ཚུལ་བྱུང་མི་འདུག་དེར་མ་ཟད། གསེར་རྟ་ས་ཆ་རུ། ཁ་པར་བརྒྱུད་ལམ་ནས་འཕྲིན་གཏོང་དང་པར་འཕྲིན་སོགས་གཏོང་མི་ཐུབ་པ་བཟོས་ཡོད་པ་མ་ཟད། ས་ཁང་དང་ཚོང་ཁང་སོགས་སྒོ་བརྒྱབ་ཡོད་འདུག་བོད་ཀྱི་ལོ་གསར་ཉིན། སུ། ཁྲོན་ཞིང་ཆེན། སི་ཁྲོན་ཞིང་ཆེན། དཀར་མཛེས་ཁུལ་གསེར་རྟ་རྫོང། རགས་ཀྲམ་ཡུལ་ཚོའི་སྲིད་གཞུང་མདུན་དུ་བོད་མི་སུམ་ཅུ་ནས་བཞི་བཅུ་ཙམ་གྱིས་བོད་ཀྱི་དཔའ་བོ་དཔའ་མོ་རྣམས་ལ་རྗེས་དྲན་དང་མྱ་ངན་ཡོད་ཅེས་བྲིས་པའི་འཕྲེད་དར་ཆེན་པོ་འཕྱར་ཏེ་མྱ་ངན་ངག་བཅད་ཀྱིས། བདུན་སོགས་ཚོགས་ཡོད་འདུག་པ་ཙམ་ལས་གནས་ཚུལ་གསལ་པོ་ཤེས་རྟོགས་ཐུབ་ཀྱི་མེད་པ་རེད། ཧྲ་ལི་མེ་སང་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་ལྡེབ་འཕྲིན་གཉིས་པ་ཤོག་གྲངས་དྲུག་བརྒྱ་སུམ་ཅུ་ཐམ་པ་ནི། ལོ་སར་ཚེས་གཅིག་ཉིན་བོད་ནང་གི་རྫ་དྲག་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཀྱིས་སྤྱི་འཐུས་ལྷན་ཚོགས་ཀྱི་བསྒྲགས་གཏམ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་ཉུ་རྩ་གཉིས་རེས་གཟའ་ལྷག་པ། བོད་ནང་གི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱིས། ྋགོང་ས་མཆོག་བོད་ནས་གདན་འདྲེན་ཞུ་དགོས། བོད་མི་ཚོར་རང་དབང་དང་འགྲོ་བ་མིའི་ཡི་ཐབས་དང་དགོས་ཞེས་འབོད་ཚིག་འདི་གཉིས་གཙོ་བོ་བྱས་ནས། བོད་དང་བོད་མི་རིགས་ཀྱི་ཆེད་དུ་རང་ལུས་མེ་སྲ་བཏང་ཡོད་པའི་ཁྲོད་ནས། ཕྱི་ལོ་ཉིས་སྟོང་དགུ་ཟླ་གཉིས་པའི། ཚེས་ཉི་ཤུ་རྩ་བདུན་ཉིན་གྲྭ་བཀྲ་བྷེ་ལགས་ཀྱིས་རང་ལུས་མེ་སར་བཏང་བ་ནས་བཟུང། དེ་ནས་རིམ་གྱིས་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་བཅུ་དྲུག་ནས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་བཅུ་དགུ་བར། བོད་ནང་གི་བོད་མི་སེར་སྐྱ་གྲངས་ཉི་ཤུ་རྩ་གསུམ་དང་བཙན་བྱོལ་ནང་གི་བོད་མི་གཉིས། བཅས་ཁྱོན་མི་གྲངས་ཉི་ཤུ་རྩ་ལྔ་ཡི་རང་ལུས་མེར་བསྲེགས་བཏང་ཡོད། དེ་དག་གི་ཁྲོད་ནས། བོད་ནང་བཙུན་མ་སུམ་ཚུད་པའི་འབུ་ཕྲ་བཅོ་ལྔ་ཡི་སྐུ་སྲོག་ཤོར་ཡོད་པ་དང། གཞན་རྣམས་འདས་སོན་གང་ཡིན་དང། ས་གནས་གང་ཞིག་ཏུ་བཙོན་འཇུག་དང་བཀག་ཉར་བྱས་ཡོད་མེད་ཤེས་རྟོགས་ཐུབ་མེད། དེ་བཞིན། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ། རྒྱ་མིའི་ལོ་གསར་གྱི་འགལ་སྟོན་སྐབས། བོད་མི་ཚོས་མྱ་ངན་གྱི་ཤི་སྒོར་བྱས་པས། རྒྱ་མིའི་དྲག་ཆས་ཉེན་རྟོག་པ་སོགས་ཀྱིས་མེ་མདའ་གང་བྱུང་བརྒྱབ་ནས་བྲག་མགོ་ཁུལ་དུ་མི་བཞི་གསེར་རྟ་ཁུལ་དུ་མི་གཉིས། འཛམ་ཐང་དུ་མི་གཅིག་གཅེས་ཁྱོན་མི་གྲངས་བདུན་དམར་གསོད་བཏང་ཡོད་པ་ཤེས་རྟོགས་ཐུབ་ཡོད། ད་དུང། འདི་ལོའི་ཟླ་གཉིས་པའི་ཚེས་བརྒྱད་ཉིན། ནང་ཆེན་དང་ཁྲིན་ཏུ། རྫ་སྟོད། མགོ་ལོག། ཆུ་ཆེན། ཆབ་མདོ་སོགས་སུའང། ལྷག་དཀར་སྲུང་བརྩི་དང། མི་མང་གིས་ཤེལ་སྒོ་རིམ་པར། བྱུང་ཡོད་པ་དང་རྒྱ་གཞུང་གིས་དེང་སྐབས་བོད་ཀྱི་ས་ཁུལ་ཕལ་མོ་ཆེ་དང་ལྷག་པར་དུ། ཤི་སྒོར་འབྱུང་ཡུལ་ས་གནས་ཀྱི་དྲ་ལམ་དང་ཁ་པར་བརྒྱུད་ལམ་བཙན་བཀག་གིས་དངུལ་སེལ་མ་ཡིན་པའི་དྲག་པོའི་ཁྲིམས་གཞི་བསྡམས་ཡོད་སྟབས། བོད་ཀྱི་ས་ཁུལ་འདྲ་མིན་ན་མི་ག་ཚོད་བསད་ཡོད་མེད་དང་བཙོན་འཇུག་མནར་གཅོད་ཇི་ཙམ་བྱས་དང་ཇི་བཞིན། ཡོད་མེད་གནས་ཚུལ་ཆ་ཚང་བ་ཞིག་ཤེས་རྟོགས་ཐུབ་མེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ནས། ཆེས་རྫ་དྲག་གི་གནས་སྟངས་གཅིག་རྗེས་གཉིས་མཐུད་དུ་འབྱུང་བཞིན་པ་འདི་དག་ཐད་སྔ་རྗེས་སུ་རྒྱ་ནག་གཞུང་དང་རྒྱལ་སྤྱིའི་སྤྱི་ཚོགས་ལ་འབོད་སྐུལ་རིམ་པར་བྱས་ཡོད་ཅིང། ཅི་ལིན་གྱིས་གསལ་བསྒྲགས་སྔ་རྗེས་དང་ཉེ་ཆེར་ལྡི་ལིར་ཡོད་པའི་རྒྱལ་ཁབ་ཁག་གི་གཞུང་ཚབ་མི་སྣ་མཇལ་འཕྲད་ཀྱི་ཞུ་སྙན་ཕུལ་བ་དང། དེ་བཞིན་རྒྱ་ནག་གི་སྲིད་འཛིན་ཧུའུ་ལ་ཡོངས་བསྒྲགས་ཀྱིས། སྙན་ཞུ་ཞིག་འབུལ་འགྲེམས་ཞུས་པའི་ནང། ཁ་ཚ་དགོས་གཏུགས་ཀྱི་རེ་འདུན་བཏོན་ནས་གཤམ་གསལ་ཁག་ལ་རྒྱ་གཞུང་གིས་འཕྲལ་དུ་བསམ་ཞིབ་དགོས་པའི་རེ་སྐུལ་བསྐྱར་ནན་དུ་ཞུ་རྒྱུར། དང་པོ། དམག། དམག་དཔུང་ཕོན་ཆེན་བསྐྱར་སྣོན་བྱས་པ་རྣམས་འཕྲལ་དུ་ཕྱི་འཐེན་གྱིས་བཟའ་བྲལ་གནས་སྟངས་བསྒྲིགས་འཇགས་དང་བོད་མིའི་མངོན་འདོད་ལ་བསམ་ཤེས་ཀྱིས་བྱེད་ཐབས་ལག་བསྟར་བྱེད་དགོས། གཉིས་པ། དངོས་ཡོད་གནས་ཚུལདངོས་ཡོད་གནས་ཚུལ་རྟོག་ཞིབ་ཆེད་ཕྱོགས་ལྷུང་མེད་པའི་རང་དབང་ཅན་གྱི་སྐུ་འཚོལ་བོད་ནང་གཏོང་དགོས་པ་དང་གལ་ཏེ། དེ་ལྟར་བྱ་རྒྱུར་དཀའ་ངལ་འཕྲད་ཚེ་དངོས་ཡོད་གནས་ཚུལ་འཚོལ་ཞིབ་ཆེད་བོད་མི་ཀུན་འཚུབ་གཏོང་དགོས། གསུམ་པ། བོད་མི་རིགས་ཀྱི་ངོ་བོ་རྩ་མེད་འགྲོ་རྒྱུའི་སྲིད་བྱུས་དང་བྱེད་ཐབས་མཚམས་འཇོག་བྱས་ཏེ་བོད་མིར། ཆོས་དད་རང་དབང་སྤྲོད་རྒྱུ་དང་ཕྱི་འབྲེལ་གྱི་ཐབས་ལམ་གཏན་དགོས་པ་དང། བོད་མིའི་སེམས་ཚོར་ལ་དོ་ཕོག་གཏོང་བའི་བྱ་སྤྱོད་འགོག་ཐབས་བྱེད་དགོས། བཞི་པ། བོད་མི་འབྲོག་པ་རྣམས་ས་གནས་གཅིག་ཏུ་བཙན་སྡོད་བྱེད་དུ་འཇུག་པ་དེ་དག་མཚམས་འཇོག་གིས་འབྲོག་པ་ཚོ། ཕམ་མེད་ནས་བརྒྱུད་པའི་ཁོར་ཡུག་གི་གོ་རྟོགས་དེ་བཞིན་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་གཞི་ལག་བསྟར་བྱ་རྒྱུའི་འཆར་གཞི་སུ་ངེས་པར་དུ་མཉམ་ཞུགས་བྱེད་དུ་འཇུག་དགོས། ལྔ་པ། བོད་ནང་འཛུགས་སྐྲུན་གྱི་ལས་གཞི་ཅི་འདྲ་ཞིག་ལག་བསྟར་བྱེད་སྐབས་མཐོ་སྒང་བོད་ཀྱི་ཁོར་ཡུག་འཇིག་ཉེན་ཆེ་བ། དེས་འཇིག་ཉེན་ཆེ་བ་དེར་ངེས་པར་དུ་བསམ་གཞིགས་ཐོག་ས་གནས་བོད་རིགས་ཚོར་ཁེ་ཕན་ཡོད་པ་བྱེད་དགོས། དྲུག་པ། པཎ་ཆེན་ཆུང་སྲིད་རིན་པོ་ཆེ་མཆོག་གིས་གཙོས་ཆབ་སྲིད་བཙོན་པ་རྣམས་འཕྲལ་མར་གློད་བཀྲོལ་བཏང་སྟེ། འབར་མའི་སྲིད་གཞུང་ལྟར་གཞུང་དང་མང་ཚོགས་དབར། ཡིད་ཆེས་ཆེ་རུ་གཏོང་དགོས། བདུན་པ། བོད་མི་ཚོ་དང། གྲོས་མོལ་བསྐྱར་གསོ་བྱས་ཏེ། ཆོལ་གསུམ་བརྟན་པོས་བོད་ཀྱི་དཀའ་ངལ་སེལ་ཆེད། ཕུགས་རྒྱང་རིང་པོས་ཐབས་ལམ་ཐོག་ནས། བོད་དང། ཉེ་འབྲེལ་ས་ཁྱོན་ཁག་ཏུ་བརྟན་ལྷིང་གི། ཁོར་ཡུག་བཟང་པོ་ཞིག་བསྐྲུན་ཐབས་བྱེད་དགོས། དེ་བཞིན་དུ། རང་དབང་དམངས་གཙོའི་སྲིད་གཞུང་དང། གྲོས་ཚོགས་མེད་ཀྱང་འགྲོ་བ་མིའི་ཐོབ་ཐང་དང། ཡོངས་ཁྱབ་རི་ཐང་ལ་འདི་ལྟར། རྩི་མེད་རྡོ་རུས་སྟོང་བའི་རྒྱ་གཞུང་གི་བྱ་སྤྱོད། རྒྱ་ཡང་དུ་མི་འགྲོ་བའི་གནོད་ཤུགས་སྤྲོད་ཐབས་ཀྱི་འགན་ཁུར་མང་ཙམ་ལེན་དགོས་པ་དང། རང་དབང་མང་གཙོའི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པས་དོན་ཕན་ལྡན་པའི་ནུས་ཤུགས་འདོན་རྒྱུར་ང་ཚོས་རེ་སྒུག་ཤུགས་དྲག་ཞུ་བཞིན་ཡོད། རྒྱལ་སྤྱིའི། གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་དང། བོད་དོན་རྒྱབ་སྐྱོར་ཚོགས་པ་དང་སྒེར་པ་བཅས་ནས་ཀྱང། མུ་མཐུད་བོད་ནང་གི་རྫ་དྲག་གནས་སྟངས་གང་ཡིན། འབྲེལ་ཡོད་སོ་སོར་ར་སྤྲོད་གསལ་བཤད་དང། བདེན་དཔེ་རྒྱབ་ལངས་ངེས་པར་བྱེད་དགོས་པའི་འབོད་སྐུལ་ཞུ་རྒྱུ་བཅས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་ཉེར་གཉིས་ལ། ཡོང་གོང་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། ཧྲ་ལི་མེ་སོགས་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་ལྡེབ་འཕྲིན་གཉིས་པ་ཤོག་གྲངས་དྲུག་བརྒྱ་སུམ་བཅུ་སོ་གཉིས་ནས། ཕྱི་འབྲུག་ལོའི་ལོ་སར་སྲུང་བརྩི་དང་སེར་བྱེས་ལས་འགུལ་འདོན་སྤེལ་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་ཉེར་བརྩེགས་བཞེས་ད་ལྟའི་ལོ་སར་ཚེས་གཅིག་ཉིན ྋགོང་ས་མཆོག་དབུ་བཞུགས་ཐོག་བཞུགས་སྒར་མི་མང་གིས་ལོ་སར་ཉིན་གྱི་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་སྲུང་བརྩི་དང། བོད་ནས་ཀྱི་བོད་མི་ཚོར་གདུང་སེམས་མཉམ་སྐྱེ་ཆེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་སྣེ་ཁྲིད་པའི་སེར་བྱེས་ལས་འགུལ་ནང་མཉམ་ཞུགས་གནང་ཡོད། ད་རེས་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་སྟེ། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་སུམ་ཅུ་སོ་དགུ་རབ་གནས་ཕྱི་འབྲུག་ལོའི་ལོ་སར་ཚེས་གཅིག་ཉིན་གྱི་ཤོག་པའི་ཕྱག་མཛོད་བདུན་པའི་ཐོག ྋགོང་ས་མཆོག་བཞུགས་སྒར་ཕོ་བྲང་ནི་དྷ་ས་ཆོས་གླིང་གཙུག་ལག་ཁང་གི་ཡང་སྟེང་དུ་ཆིབས་བསྒྱུར་གྱིས། དཔལ་ལྡན་མདོ་ཁམས་དབང་ཕྱུག་མའི་ཚེ་བསྟར་བརྟན་པོར་དང། གཉེན་བཤེས་སྒྲོན་འབུལ། རྣམ་རྒྱལ་གྲྭ་ཚང་གི་མཁན་རིན་པོ་ཆེ་མཆོག་ནས་གོང་ས་མཆོག་ལ་མ་འདྲེས་བསྟན་སྲིད་འདེགས་འབུལ་ཅེས་གནང་བ་དང། ཆུ་ཚོད་བརྒྱད་པའི་ཐོག་གོང་ས་མཆོག་གཙུག་ལག་མཁན་གྱི་ཚོམས་ཆེན་ནང་ཆིབས་བསྒྱུར་དབུ་བཞུགས་ཐོག་རྣམ་རྒྱལ་གྲྭ་ཚང་གི་དགེ་ལྡན་པ་རྣམས་ནས་སྐྱབས་སེམས་དང་མཆོག་སེམས་ཞི་བརྗོད་བསྟན་འབར་མ་རིས་མེད་བསྟན་གྱི་རྨི་ལམ་ཅེས་གསུངས་ཤིང། དེའི་རྗེས་ཁྲིམས་ཞིབ་པ་ཆེ་བ་དང་བོད་མི་མང་སྤྱི་འཐུས་ཚོགས་སུ་བཀའ་བློན་ཁྲི་པའི་སྐུ་འཚབ་བཅས་ནས་མ་འདྲེས་བརྟན་སྲུང་འདེགས་འབུལ་དང ྋགོང་ས་མཆོག་གིས་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་དང་སྤྱི་འཐུས་རྣམ་པ། ལས་ཁུངས་ཁག་གི་དྲུང་ཆེ་དང་ཟུང་དྲུང་ཡན། རྒྱ་གར་གཞུང་གི་སྣེ་ཤན་སྐུ་འཚབ། ཚོང་ལམ་པ་གཉིས་བཅས་ལ་མཇལ་ཁ་གནང་སྟེ། ལོ་སར་ཉིན་གྱི་ཆོས་ཕྱོགས་ཀྱི་བྱེད་སྒོ་གྲུབ་རྗེས། ཕྱིར་བཞུགས་སྒར་ཕོ་བྲང་དུ་ཞབས་སུ་བཀོད་ཡོད། ལོ་སར་གྱི་གཞུང་འབྲེལ་མཛད་སྒོ་གྲུབ་རྗེས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གོ་སྒྲིག་འོག་བོད་ནང་རང་ལུས་མེར་བསྲེགས་ཀྱི་ལས་འགུལ་དང། རྒྱ་ཡི་ལོ་སར་སྐབས། ཕྱི་རྒོལ་བ། མེ་མདའི་རྐྱེན་ལམ་དུ་བཏང་བ་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱིས་གསལ་བྱེད་ལས་འགུལ་དབུ་འཛུགས་གནང་ཡིག་གསུང། ལས་འགུལ་ཐོག་དབུས་བོད་མི་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་པ་ཆེ་བ་མཆོག་དང། བཀའ་བློན།